ད་དེ་ཡང་ད་ལྟའི་ཆར་ང་ཚོ་གར་སའི་དེ་ད་ལྟ་ར་ཤི་ཡའི་དང་ཨ་ནི་ཡུག་རེན་གའུ་ཏ་ཅིག་ད་ལྟ་དམག་དང་འབྲེལ་བའི་ཐོག་ནས་ཨ་ནི་གནས་ཚུལ་གལ་ཆུང་ཅིག་ག་རེ་ལེགས་འདུག་ལགས་ན་ད་དེ་ཡང་ད་ལྟ་དེ་རིང་ལ་ད་ལྟ་ཚེས་བཅུ་དྲུག་ཉིན་ཚོ་ལ་ནི་ར་ཤི་ཡའི་ངན་ཚུལ་གའུ་ཏ་ཅིག་ཡུག་རེན་རྒྱལ་ས་ཀིའུབ་ནང་ལ་ཨ་ནི་ཡང་གཏོར་རྐྱེན་ག་ལ་གང་འཚམ་ཤུགས་ཆེའོ་རོགས་ཅིག་བཏང་ཡོད་དེ་འདྲའི་གང་ལྟར་བས་ད་གནས་ཚུལ་གང་ལྟར་ཅིག་དེང་གི་དུས་ད་དེ་ཡང་དཔེར་ན་དེ་རིང་ད་ལྟ། ར་ཤི་ཡའི་ག་ལོ་ད་ཅིག་གཏོར་རྒྱན་སུ་གནང་བ་ལ་ཡུཀ་རེན་གྱི་མི་མང་གཉིས་ཀྱིས་ག་ལོ་ད་ཅིག་རྐྱེན་ལམ་དུ་ཤོར་བའི་དབར་དེ་གི་མཉམ་དུ་མི་མང་ག་ལ་གང་འཚམ་ལ་གང་འཚམ་བལ་ད་ཅིག་རྨས་རྐྱེན་དེར་བཏང་ཡོད་དེ་འདྲའི་གང་ལྟར་བལ་ད་ཅིག་གནས་ཚུལ་ཅིག་དེ་ཡང་དེ་འདྲའི་གནས་ཚུལ་དེ་ཙམ་མ་ཡིན་པ་དེ་རིང་དེ་ལྟར་ར་ཤི་ཡའི་ག་ལོ་ད་ཅིག་གཏོར་རྒྱན་སུ་ལ་བརྟེན་རྗེས་ཡུཀ་རེན་རྒྱལ་ས་ཀིབ་ནང་ལ་ཡེ་རྒྱུ་དེ་རི་ད་ཅིག་གི་ཁང་པ་ཡིན་ནང་རེད་ཡང་མ་ག་ལོ་ད་ཅིག་ས་ཆ་མང་པོའི་ནང་ར་ད་ཅིག་མེ་ཞོ་བར་དེ་ཡོམ་ག་ལོ་དུ་བ་ཞོ་དེ་ཡིན་ད་རྒྱུ་དེ་འདྲའི་གང་ལྟར་བལ་ད་ཅིག།

དེ་བཞིན་ད་ཐེངས་ཉེ་རྡུང་ཡང་དུ་ཏིས་གནས་ཚུལ་གལ་ཆེ་བོ་གཅིག་ག་རེ་གོ་ཚུལ་ལ་ན་ད་དེ་སྤྱི་བཏང་ད་ད་ལྟ་ཚེ་ལ་ར་ཤི་ཡན་ཡུཀ་རེན་གཉིས་བར་གྱི་དམག་འཁྲུག་དེ་ཉི་མ་ཉི་མ་ལ་ཞེ་སྣང་ཚ་རུ་ཚ་ཉི་མ་ཉི་མ་ལ་ཏིས་གང་ད་ད་ཅིག་ཚ་ཚ་རུ་ཚ་རུ་འགྲོ་ཅིག་འགྲོ་གི་འདུག་བ་དཔེར་ན་དེ་འདྲ་འགྲོ་བ་ལ་ཏིས་ད་ད་ད་ཏིས་ཅག་ལ་གནས་ཚུལ་ཤེས་པ་ཡིན་ན་རེ་ཡ་མ་རེ་མི་མང་པོ་ཞོ་ཞིག་གི་ནས་ད་ཚེ་དཔག་ཅིག་ག་རེ་བྱེད་ལ་ན་ད་དེ་ད་ལྟ་ར་ཤི་ཡའི་ང་ནས་ཚུར་ཡུག་རེན་ལ་གཏོར་སྐྱེན་བཏང་ཡ་ཡིན་ནའང་རེད་ཡ་མ་ནས་ཡུག་རེན་ལ་ཚུར་བཙན་འཛུལ་བྱས་ཡ་དེ་དེ་ཚང་ད་ཞེ་ནང་ཚ་རུ་བཏང་ཡ་ཉེན་ཀ་ཡོད་དེ་འདྲའི་ཚེ་དཔག་མང་པོ་བྱས་ཡོད་ད་བེ་རྡོག་རྡོག་ཤག་ནི། ད་ད་ད་ཟེར་ལ་ར་ཤི་ཡའི་སྲིད་འཛིན་པུ་ཀྲིན་ངས་ནི་ཨ་ནི་ཁོ་གཉིས་ཀ་ང་དེ་འཕྲལ་དུ་ལམ་ནས་སེལ་གི་ཚབ་ལས་ད་རུང་བེ་དེ་ད་དམག་འཁྲུག་དེ་ཤུགས་ཆེ་རུ་བཏང་ཡ་ཡིན་པ་ཡ་མ་ནི་བེ་དེ་ད་དེ་ཡུག་རེན་ཙམ་མ་ཡིན་པ་ཨ་ནི་ནེ་ཐྲོ་རྒྱལ་ཁབ་སུ་ལ་བཙན་འཛུལ་བྱས་ཉེན་ཀ་ཡོད་དེ་འདྲའི་གླེང་སློང་བྱེད་མཁན་མང་པོ་ཞོག་ཅིག་ཡོང་གི་འདུག་འོ་ད་དེ་འདྲའི་གླེང་སློང་བྱེད་མཁན་ཡོང་གི་ཡོད་ཡ་ཡིན་ནའང་ད་ད་ཁ་སང་ད་ཚེ།

དེ་བཞིན་ཏཱ་ཐི་མཉམ་འཛེགས་ཨང་དང་ཏིའི་སར་གནས་ཚུལ་གལ་ཆོག་ཅིག་ཁ་རེ་གོ་ཚོད་ལ་ནི། ཏཱ་ཐི་གང་དང་ཁ་སང་དོར་ནས་འགོ་བཙུགས་བྱས་དོན་ཏེ། ཡུཀ་རེན་ངེས་ན་ནི་ར་ཤི་ཡའི་ས་ཁུལ་སུ་ན་ལ་ཡི་རྒྱུ་དེ་རེད་ད་ཅིག་ར་ཤི་ཡའི་སྣུམ་མི་བཟོ་ས་ཀྱི་བཟོ་གྲྭ་ཡི་ནང་རེད་ཡང་མེད་ན། སྣུམ་ཁང་ཨ་ནི་སྣུམ་ཉར་ས་ཀྱི་མཛེས་ཁང་ཨ་ནི་དེ་ཙམ་མ་ཡིན་པ་གང་ལྟར་སྣུམ་དབོར་ས་ཀྱི་ལམ་བར་དུ་གཏོར་སྐྱོན་ཞོགས་ཀྱི་གང་དང་བཏང་ཡོད་པ་ཨ་ནི་དེ་རེད་གཏོར་སྐྱོན་བཏང་ཐེངས་རྗེས་ད་གང་ལྟར། ར་ཤེས་ནག་ལ་ནི་སྣུམ་གྱི་དེ་རིང་དཀའ་ངལ་འཕྲད་ཀྱི་ཡོད་དེ་འདྲའི་གནས་ཚུལ་འདིར་གནས་ཚུལ་དེ་ཙམ་མ་ཡིན་པར་ར་ཤེས་སྲིད་འཛིན་པུ་ཀྲིན་ཁོ་རང་ངེད་ལ་དེ་འདྲའི་དཀའ་ངལ་ཞིག་འཕྲད་ཀྱི་ཡོད་གང་ལྟར་ཁས་ལེན་སུ་རང་བྱེད་རོགས་ད་དེ་གང་ལྟར་དཀའ་ངལ་ཚོ་ལ་ཞིག་བྱེད་ད་གང་ལྟར་ད་ཁ་སང་དུ་བ་ཡིན་ན་རམ་ད་ལྟ་ད་ལྟ་ཚེ་ལ་ནི་ར་ཤེས་དེ་རུ་ད་ཅིག་སྣུམ་བཟོ་ས་ཀྱི་བཟོ་མཁན་ཡིན་དེ་རེད་བཟོ་གྲྭ་ཁ་ཤས་ངེད་ནས་ཚུར་རྒྱ་གར་ལ་འབྲེལ་བ་བྱས་ཡོད་དེ་རིང་གནས་ཚུལ་དེང་གི་དང་འདི་གི་གནས་ཚུལ་དང་ཏང་ཙུའུ

ཕི་གི་ན་ལས་ཀ་ག་རེ་ག་རེ་བྱེད་གི་གང་ལ་ད་བྱེད་གི་ང་ལ་སྦྱོང་བརྡར་སྤྲད་བྱེད་དུ་ག་ད་ད་སང་ཉིན་ན་ཉིན་གོ་ཚུ་ཨེ་མི་དེ་རེ་སྐད་ཆ་བཤད་རོགས་ད་དེ་ཕྱི་ལ་རྡོག་རྡོག་གང་ད་དམག་མི་ཏང་ཡེ་སྐད་ཆ་བཤད་རོགས་ད་ར་སུ་ད་དེ་ད་ད་དམག་མི་ཏང་སུ་དང་བྲལ་བའི་ཐོག་ནས་ཨ་ནི་ར་ཤི་ཡ་དེ་རེ་ད་ཅིག་ཕྱི་སྲིད་ལས་ཁུངས་ངོས་ན་ཡང་ཚུགས་དང་ད་ད་ཅིག་ནས་ཁྲོ་ཡི་ནག་རེད་ཡ་མ་ན་ཨ་ཡུ་རོབ་ལ་ཉིན་ད་ཁ་ད་ཤ་ལ་ད་དེ་ག་སེ་མ་འོང་པ་ད་ར་ཤི་ཡ་ཡུག་རེན་དམག་དེ་བྱུག་དྲིས་ཚར་རེ་རྗེས་ནས་ཨ་ནི་ཡུག་རེན་གི་དེ་རེ་ད་དེ་འཇགས་བྱེད་དུ་ཨ་ནི་ཡུག་རེན་ནང་ལ་ད་ནས་ཁྲོ་དང་ཡུ་རོབ་སུ་གི་དམག་མི་ཏང་གི་ཡེ་བ་ཡིན་ན་ད་དེ་གི།

ད་དེ་ཐད་འདི་ཨ་རི་གི་ཟེར་རྒྱུ་དེར་ད་ཅིག་མཚོན་ཆ་ག་ནས་མ་ལགས Patriot System དེ་ཨ་ནི་ཡུཀ་རེན་ནང་ལ་བཟོ་ཆོག་བ་དེ་འདྲ་གི་ད་ཆོག་མཆན་དེ་སྤྲད་ར་འོ་དེར་ད་དེ་ཐད་འདི་ཆོག་མཆན་སྤྲད་སུ་དང་འབྲེལ་བའི་ཐོག་ནས་ཨ་རི་ཡུཀ་རེན་སྲིད་འཛིན Zelensky ངེད་ན་ཡང་གསལ་བཀྲ་གལ་ཆོག་པོ་ཅིག་གར་བྱས་ལ་ན་ད་དེ་གང་ཐད་ཆོག་མཆན་སྤྲད་བ་ན་ད་གི་ཨ་ནི་ཡུཀ་རེན་ངེད་ན་ད་དེ་གི་མཚོན་ཆ་དེ་མགྱོགས་པོ་ཞོག་ཅིག་བཟོ་ཐུབ་གི་ད་གང་ཐད་ད་ལོ་ད་ལྟ་ཉིས་སྟོང་ཉི་ཤུ་རྩ་དྲུག་མ་ཚོགས་ངེད་ལ་གང་ཐད་དེ་འདྲ་གི་མཚོན་ཆ་ཡུཀ་རེན་གི་བཟོ་ཐུབ་བས་གི་ད་ནུས་བ་དེ་ཡོད་བས་དེ་ལ་ཡང་ཁོ་རང་ཕེབས།

དེ་ཕྱི་ད་ཐེངས་ཀྱི་ཏང་ཏེག་ཡང་གནས་ཚུལ་གལ་ཆེ་བོ་གཅིག་ག་རེ་གོ་སྲིད་ལ་ན་ད་དེའི་ཕར་ཆེར་དེ་རིང་ར་ད་ཚེས་བཅུ་དྲུག་ཉིན་སོ་ལ་ནི་དབྱིན་ཇིག་གི་སྲིད་བློན་དེ་དང་ཀཱི་སི་ཀྲ་མ་དེ་ཡང་དེ་དང་ཁ་ཟས་ཏེ་ཡུཀ་རེན་ན་ལ་ཁོ་རུ་འཚམས་གཟིགས་གཅིག་ལ་སླེ་ཅིག་ད་ཐེངས་ཅི་དང་ཀཱི་སི་ཀྲ་མ་ཀྲོ་ཆེ་ན་ད་དབྱིན་ཇིག་གི་སྲིད་བློན་ད་གས་མ་རོག་ད་ད་ལེ་ཅིན་ད་དིན་པ་གི་ཚེས་ཉི་ཤུ་ན་ནི་ཁོ་རང་ད་སྲིད་བློན་གི་དེ་ཚེ་གཙོ་བོ་རོག་ག་ད་ཁོ་རང་ད་རྩ་དགོངས་ཞུ་གོ་ཆུག་རོག་དེ་ར་སོང་ད་ག་ད་ཁོ་རང་སྲིད་བློན་དེ་ཡིན་དེ་མ་སོང་ག་ད་ཡང་ཡང་བསྐྱར་ཡུཀ་རེན་ལ་འཚམས་གཟིགས་གཅིག་སླེ་ཅིག་ད་དེ་སྐར་ཚེས་ཡང་ཡུཀ་རེན་ལ་ག་ད་ད་གདུང་སེམས་མཉམ་སྐྱེ་བྱེད་ན་རེ་ཡ་མ་རེ་ག་ད་ད་ཅིག

འོག་ལ་ཟླ་དེ་རིང་ཕག་ཆེན་ང་ཚོ་ད་ལྟ་ག་ཟེ་དེ་ད་ལྟ་ར་ཤི་ཡའི་དང་ཨ་ནི་ཨེ་ཡུག་རེན་གི་དམག་དང་འབྲེལ་བའི་ཐོག་ནས་ད་དེ་རིང་ཕག་ཆེན་དེ་འདྲ་འདྲ་བོ་ཅིག་ཆགས་བསྡད་འདུག་ཨོ། དེ་ཤི་ཟ་དུས་འདི་ལ་ངའི་མཚམས་བཞག་ནས་ཡང་ཐེག་གི་མཉམ་དུ་ད་ལྟ་ང་ཚོ་ཡང་སང་ཉིན་གནངས་ཉིན་སུ་ག་ཟེ་དེ་ཧད་ད་གནས་ཚུལ་གལ་ཆོག་དང་ཨ་ནི་འགྱུར་བ་དམིགས་བསལ་ག་རེ་ཡོང་མིན་ལ་གཞིགས་རྗེས་ཨ་ནི་ངེད་ཚོ་ཚང་ཚང་མ་ཅིག་སུ་ཁུར་བྱེད་ལབ་ཨོ། འོག་ལ་སུ་ཨ་ནི་ང་ཚོ་ཡང་སང་གནངས་ཉིན་ག་ལ་སྐབས་བྱ་ཡོང་ལགས་སུ་ཐུགས་རྗེ་གནང།